དང། བདག་འདི་ལྟ་ནི་སྐད་དཀྲི་དཀྲི་བློ་འདི་ཀོ་དཀྲི་དང། བདག་འདི་བློ་སྒང་དུ་རང་སྣར་གྱི་དུས་མིག་ཟིན་དཀྲི། འདི་མངའ་རིས་སྤུ་རངས་འཁོར་ཆགས་ཀྱི་དབུ་མེད་ཀྱི་རྒྱན་སྐུ་ཞིག། ད་ཕྱིར་བཏང་དབུ་གཡེར་ན་དབུ་མེད་ཀྱི་སྐོམ་པ་རྒྱན་སྐུ་རིགས་མི་འདྲ་ནི་གཏོང་ལྷག་བཟོས་ཡོད་ཟེར་ཤོག་ག་དེའི་ནང་ནས་ད་དྭངས་རྩེ་རྒྱལ་པོ་ལྟ་བུའི། ལྗང་ཁུ་འདི་རིགས་དང། འདི་མུའུ་རེ་རེ་གི་རིན་ཐང། མི་དམངས་ཤོག་སྒོར་དུང་ཕྱུར་ཡར་མར་གི་རིན་ཐང་ཡོད་ནི་རེད་ཅེས་བཤད་ཁོ་གི། ད་འདི་འདྲ་མཚོན་འགྲོ་གི་ནི་ད་ཡག་ཤོས་ངོ་མ་མ་རེད་ཨང་སྟག་མོ་ལྕམ་པོ་འདི་མངའ་རིས་ཀྱི་བཤམས་སྟོན་ཁང་གི་ནང་ཡོད་གི། སེང་གེ་ཁམས་པོ་གི་བཤམས་སྟོན་ཁང་གི་ནང་ན་བཀོད་འདུག་གི། ད་ལྟ་ཧ་ལས་པ་ཡག་པ་ཡིན་ཁོ་གི།

དབྱིག་གི་ནང་ནས་དབྱིག་པ་དབྱིག། སྤྲི་དཀར་ཆེན་པོ་དུག་གི་ལུས་ཡོངས་ནས་དེ་མི་ཤི། འདི་གསུམ་ཕྲག་པའི་སྟེང་ནས་མ་རག་གཟར་གྱིས་བདའ། དེ་མིའི་གཟི་བརྗིད་དུག་བདག་བམ་ཕྲུག་སྲིན་གྱིས། ད་ལྟ་འདིའི་སྐད་བརྒྱུད་འདི་ཚོ་དག་གསེར་གྱི་སྐད་བརྒྱུད་དབྱིག་ཕྲ་ཚོམ་གྱིས་བྲིས་པ། འདི་མི་དགོས་བཟོ་རྩལ་ཡག་པ་དང། རྒྱན་ཆ་འདི་མི་ཡག་པ་དང་དངུལ་མཆོད་ཡོད་ནི་མ་གཏོགས་པའི་དེ་རང་སང་གི་རྒྱན་ཆ་གསར་བ་ཟུག་འཕྲོད་ན། སྒྱུ་རྩལ་གྱི་ཆ་ནས། བཟོ་གི་ཆ་ནས། དེའི་ཁ་དོག་སྤེལ་ལུགས་དང་དེའི་བཞིན་ཕྲ་གི་ཆ་ནས་ད་འདི་མིའི་མཐོང་རྒྱུ་མེད་ཁ་རེད་ད་བར་དེ་ང་ཚོས་མཐོང་མ་མྱོང། འདི་རེད་ད་འདི་གསེར་གྱི་དཀར་བོ་འདི་རྣམས་ཚོ་འགྲོ་ག་ན་ད་སྡེ་དགེ་དང་འདི་ལ་སོགས་པ་དཀར་བོ་མགར་སྟོང་མོ་ལྔ་བཟོ་ནི་ནང་ནས་འདི་ཡང་ཐུན་མོང་མ་ཡིན་པ་འདི་མི་དགོས།

བཟོ་རྩལ་ངོ་མ་ཧ་ཅང་བཟོ་རྩལ་ཡག་པ་ཟླ་འདི་རེད། ཟླ་འདི་མིའི་རྒྱན་ཆ་དག་གསར་གི་འདི་མོའི་ལུས་སུ་གི། ཞིག་གི་ཞིབ་ཚགས་དང་ལྡན་པ། འདི་མོའི་ད་ལུས་ཐུབ་དགོས་ཡ་ད་རྒྱན་ཆ་ལུས་ན་འདི་མིའི་གི་རྒྱན་ཆ་ཡག་པ། རིན་ཐང་དང་ལྡན་པ་མི་རིགས་གི་ལག་རྩལ་དང་རིག་དངོས་གཉིས་ལྡན་ཡིན་པ་ད་དུས་མིའི་དགོས་གི་ཡ།